ལེའུ་གསུམ་པའི་གཞུང་གི་ད་མགོ་ནས་མ་ཕྱེ་དུས་གོང་ལ་ཚད་མ་གཉིས་ཀྱི་དྲང་ངེས། ཨ་ནི་དེས་སྐབས་དོན་འཁྲུལ་དོན་བྱས་ནས་སྤྱི་མཚན་དངོས་མེད་དུ་གྲུབ་པའི་རིགས་པ། གནད་ཆེ་ས་དང་སྲོལ་ཡིག་གི་དྲང་དེ་རྣམ་པ་སོ་ཕེར་ཤས་ཆེ་ཚ་བ་ཡིན་པ་རེད། དེ་ནས་ད་ང་ཚོ་འདས་ལ་ཡང་ཚད་མའི་དྲང་ལ་ལོག་རྟོག་དགག་པ་དང། ཚད་མེད་ཀྱི་ངོ་བོ་ལ་ལོག་རྟོག་དགག་པ། ད་མངོན་སུམ་རེད་པ་མངོན་སུམ་དགོས་ད་བྱེད་སྟངས་གང་དེ་དང་པོ་དེ་ཚད་མའི་གྲངས་རེད། དེའི་འོག་ལ་ཨ་ནི་མངོན་སུམ་རང་གི་ངོ་བོ་ལ་ལོག་རྟོག་དགག་པ། དེ་ནི་ཚད་མའི་འབྲས་བུ་རེད་པ་མངོན་སུམ་ཚད་མའི་འབྲས་བུ་ལ་ལོག་རྟོག་དགག་པ་ཟེར་ནི། བྱེད་སྟངས་ཞེས་ན་ནང་དོན་གྱི་སྡེ་ཚན་ཆེན་པོ་གསུམ་བྱུང་བ་རེད། དེའི་ནང་ནས་ད་མངོན་སུམ། རང་གི་ངོ་བོ་ལ་ལོག་རྟོག་འགག་པ། ད་ང་ཚོ་ད་ལོ་བྲིས་ཆ་དེ་དེ་ནས་ལས་བསྡད་ཡོད་ཨ་རེད། དེ་ནས་རྣམ་པ་ཚོས་ཡིན་ན་ཡང་འདི། ཞི་ཅིང་ཕྲ་བ་ཞིག་ནས་ཟེར་ན་འདྲ། མ་རྩ་འབྲས་རྒྱ་བཅས། འདུག་བལྟས་ན། ཧ་ཅང་གི་དཀའ་ལས་ཁ་པོ། ཐ་སྙད་གསར་བ་མང་པོ་ཡོད་པ་དེ་འདྲས་མ་རེད། ཡིན་ན་ཡང་ང་རང་ཚོའི། དཔེར་ན་ལེའུ་དང་པོ་དང་ལེའུ་གསུམ་པ་གཉིས་ཏེ། དོན་གྱི་དངོས་ནི་ཀ་ལས་ཁ་རེད་ཁ་མི་ཁ་དང་དེ་འདྲས་ཀྱི་འཆད་པ་བྱེད་ན་ལེའུ་དང་པོ་བྱེ་བྲག་ཀ་ལས་ཁ་བ་རེད། རེད་དེ་ང་རང་ཚོ་ག་དུས་ཡིན་ན་ལེའུ་དང་པོ་དེ་ལ་ཤུགས་བརྒྱབ་ཅེས་འདི་ཅིག་འཆད་ཉན་ཞེས་རྩོད་པ་བྱེད་ནས་འགྲོ་བསྡད་ཀྱི་ཡོད་པ་སོང་ཙང་ལེའུ་དང་པོ་དེ་རྒྱུས་ཡོད་མཁན་གྱི་བཟོ་འདྲ་པོ་བྱེད། ལེའུ་གསུམ་པ་དེ་དཔལ་ཆོས་ནི་བལྟ་མ་མྱོང་བ་ཡིན་ཙང་ཨ་ནི་དཔལ་ཁ་བོ་བྱ་བདེ་བ་དང། ཨ་ནི། གདན་ས་ཆེན་པོ་ཁག་གི་ནང་ལོགས་ལ་ཡང་ལེའུ་གསུམ་པ་འཛིན་གྲྭ་སོ་སོའི་གི་ནང་ལ་འདི་འདྲ་ཞིག་ནི་རྩོད་ཐུབ་ཀི་ཡོད་རེད། གང་ནས་རྩོད་ཀི་ཡོད་རེད་ཟེར་ལགས་ན་ལྷ་རམས་འཛིན་གྲྭའི་གི་ནང་ནས་རྩོད་ཀི་ཡོད་རེད་ད་དེ་ཡང་ཁོ་བོ་རྩོད་པ་ཤུགས་ཆེན་པོ་ཞེ་དྲག་རེད། འོ་དེ་འདྲས་རེད། ལྷ་རམས་འཛིན་གྲྭ་གི་ནང་ལ་རྩོད་ཡ་དེ་ཡང། རྩོད་དགོས་ཀི་འདུག་ཟེར་ནས་རྙོག་དྲ་མང་ཤོས་ལྷང་ནས། བསྟན་པའི་བཤད་ངན་དེ་ང་ཚོའི་སྐབས་ལ་རེད།

དེ་འདྲའི་གི་བསམ་བློ་བའི་ཐོག་ནས་ང་ཚོའི་ཡ་མ་ལེའུ་གསུམ་པ་རྩོད་དགོས་ཀྱི་འདུག་ཟེར་ལབ། ཨ་ནི་སྲོལ་རྒྱུན་གྱི་ནང་ལ་ལེའུ་གསུམ་པ་རྩོད་ཡ་དེ་ཡོད་མ་རེད་ཟེར་ལབ་རྗེས་རྒན་པ་དེ་ཚོས་གི་བཀའ་ཤག་འདྲ་པོ་ཞིག་བྱས། བཀའ་ཤག་བྱས་པའི་གི་སྐབས་ལ་ཡང་ཐ་དུས་ང་ཚོའི་གི་བས་ཡི་གེ་མང་པོ་བཞག་རྗེས་དེ་འདྲའི་བྱེད་དུས་གོང་ལ་ཨ་ནི་ད་དོན་དེ་ལ་ཚོགས་འདུ་ཚོགས། ཚོགས་འདུ་ཚོགས་དུས་གོང་ལ་དགོས་པ་རྒྱུ་མཚན་མང་པོ་ཅིག་བཤད་རྗེས་ད་དོན་དེ་ལ་ཨོ་ད་དེ་རྒྱུ་མཚན་འདུག་རྩོད་དགོས་ཀྱི་འདུག་ཟེར་ལབ་རྗེས་ལེའུ་གསུམ་པ་དེ་བས་ནན་ཏན་ཞིབ་བོ་ཞིག་རྩོད་ཡ་ཅིག་རག་སོང། དེའི་རྗེས་ནས་བཟུང་སྟེ་ཕལ་ཆེར་ད་ལེའུ་གསུམ་པ་ལྷ་རམས་ནང་ནས་རྩོད་དགོས་ཡོད་ཀྱི་རེད། ད། དེ་འདྲའི་ཞིག་རེད་མ་གཏོགས་སྐབས་དེ་ཞིབ་པོ་བྱས་ཡོད་མ་རེད། ང་རང་ཚོའི་སྤྱིར་བཏང། ལེའུ་གསུམ་པའི་གཞུང་དེ་བློ་རིག་གི་གཞུང་དང་འབྲེལ་བ་ཆེན་པོ་ཞེ་དྲག་ཡོད་རེད་ཏན་ཏན་རེད་བློ་རིག་གི་ནང་ལ་ཡོད་བསྡད་མཁན་གྱི་མང་པོ་ཞིག་ཐོན་གི་རེད། ཡིན་ན་ཡང་དེས་གཙང་གི་ལེའུ་གསུམ་པ་འཐུས་གི་རེད་བས་ཟེར་ན་རྩ་ནས་འཐུས་གི་མ་རེད། དེ་འཐུས་གི་མེད་པ་སོང་ཙང་ང་ཚོའི་གི་འདི་ལ་ཡང་ནན་ཏན་ཞིག་ནི་ཨ་ནི་ད་འདི། ག་རེ། འདུ་ས། འདུ་བ་ས་པ་ནི་འགོ་བཙུགས།

ཁོ་རྦད་དུ་ཁོ་རང་ཆ་ཚང་རྩོད་ཐུབ་ན་ཡང་འགྲིག་གི་འདུག་ག་བསུ་མ་ཐུབ་ན་གཞུང་ཚན་དེ་བཞག་ཚར་དུས་གོང་ལ་འདེད་མ་ཅིག་སུ་སུའི་གི་གང་ཐུག་ཐུག་ཅིག་འགྲོ་ཤག་ཤག་རེད་ལ་འདེད་བརྒྱུད་སྤྲོད་ལ་སོགས་པ་དུ་སུའི་གི་ཐུག་ནས་འདེད་ཡོང་དུས་གོང་ལ་ཚང་མ་ནག་ཁོང་རང་མ་ཆགས་པ་ཅིག་ཆགས་གི་རེད་བསམ་པའི་བསམ་བློ་དེ་ཐུག་ནས་ཡིན་ད་ད་ལོ་འདྲ་བོ་བྱེད་ན་ནི་མདོ་བ་གསར་བ་འདྲ་བྱེད་ན་ད་འདི་སྨད་ནས་མ་རྩོད་འགྲོ་དུས་ན་ནི་རྩོད་ཡོད་ར་རྩོད་ཡོད་མ་རེད་མདོ་བ་གསར་བས། ལེའུ་སུམ་པའི་མགོ་ནས། མ་མདངས་འགྲིག་ཤག་ནི་འགྲིག་ཤག། ཡ་ཡ། ད་དེ་བྱས། ད་འདི་མཛོད་ད་འདི་སུ་ལ་ལེགས་ངའི་རྣམ་པ་ཚོ་ལྟས་ཚེ་སྒྱིད་ལུད་ཐེབས་པའི་རྣམ་པ་འདྲ་ཅི་རེད། ལྟས་ཚེ་སྒྱིད་ལུད་ཐེབས་སོང་བ་ལྟ་བུ་རེད་བ་ད། ད་ད་འདི་ནི་ལེའུ་སུམ་པའི་མགོ་ནས་རྩོད་དེ་ལེའུ་བཞི་པ་རྩོད་པའི་གོ་སྐབས་མེད་ངེས་སོ་འདྲ་བོ་ཆགས་ཡོང་བ་ད་འདི་ཅི་རེད་དེ་ད་འདི་སྔན་མ་ང་རང་ཚོ་བར་འགྲོ་སྟངས་དེའི་ཐོག་ནས་སྒྱིད་མ་ཟིན་པ་རེད་མ་གཏོགས་ང་ཚོའི་ལྷག་སོང་བ་སྐད་མ་རེད་ད་ད་ཤེས་ཡོད་མ་རེད་འོང་འདུག་སེ་རེད་འདུག་སེ་ད་ང་ཚོ་འདིར་མ་འདུག་སེ་ད་ཡིན་ད་རྣམ་པ་ཚོ་རྒན་པ་ཅང་ཅང་རེད། ང་རང་ཚོའི་ནང་བསྟན་ནང་བསྟན་ལྷོ་གླིང་འདིའི་ནང་ནས་རྟ་དབུ་ལ་ཞུགས་མཁན་རྣམ་པ་ཚོ་བཤད་ན་ཆོག་པ་རེད། དེ་འདྲའི་བྱེད་དུས་དཔེ་ཆ་བལྟ་ཡག་གི་སྐབས་ལ་ཡང་དག་དཔེ་ཆ་བལྟ་ལུས་བསླབ་དགོས་ཡག་ཟེར་མི་འདུག་ལ་གལ་ཆེ་ཤོས་དེ་དཔེ་ཀློག་བརྒྱབ་ཡག། རྩ་འགྲེལ་བསྒྲགས་ནས་ད་རང་རང་སོ་སོ་གི་དུས་ཚོད་དམ་འཛིན་བྱས་ཡག་དངོས་གནས་གཟབ་གཟབ་གནང་དགོས་གི་རེད་མ་གཏོགས་ཨ་ནི་དུས་ཚོད་ལ་དམ་འཛིན་ཡག་པོ་ཅིག་བྱེད་མ་ཐུབ་པ་དང་ཨ་ནི་ཡ་ངའི་ཡིན་ངའི་གི་སྒང་ལ་སོང་ཅིག་ཐུགས་སུ་བྱས་ན་ད་དཔེ་ཆ་ལྷོ་གཉེར་ཟེར་ཡག་དེ་འཐུས་ཤོར་ཤོར་པོ་ཅིག་འགྲོ་བསྡད་ཡག། ཨ་ནི་འཛིན་གྲྭ་ཡར་ཐོན་ཡོང་དུས་གོང་ལ་སོ་སོ་འཐུས་ཤོར་འགྲོ་བ་ཧ་གོ་བའི་སྐབས་ལ་ཁད་ཚར་དུས་གོང་ལ་ཨ་ནི་ངེད་མ་ཟམ་གདོང་རིན་པོ་ཆེ་ལ་ཅིག་སོང་ཡག་ཅིག་ཡོད་ཧ་གོ་དུས་གོང་ལ་ཧ་ལོག་ཚར་ཤག་ཟེར་ཡག་ཅིག་ཡོད་དེ་ནང་བཞིན་ཨ་ནི་ཡར་རྒན་པ་ལས་ཚར་དུས་ཧ་གོ་དུས་གོང་ལ་དེ་ནི་ཧ་ལོག་དེ་ངས་ཆགས་སོང་ན་དཔེ་ཟ་གི་རེད་དེ་ཡིན་ཙང་ཨ་ནི་དུས་ཚོད་དམ་འཛིན་བྱེད་ཅེས་གླ་པ་བློ་ཉེས་ཀྱི་ཐུགས་ལ་ཞུ་དགོས་ཡ་མི་འདུག་རང་རང་གི་དོན་དག་ཡ་རེད་བསྟན་པ་སྤྱི་ཡི་དོན་དག་ཡ་རེད་དེ་བྱེད་དུས་གོང་ལ་ཨ་ནི་ཚང་མས་ཟབ་ཟབ་གནང་བྱས། བོད་ཟེར་ལོ་ནི་ཐུགས་ལ་དབྱིན་ཇིའི་མིང་ཅིག་ཞུ་རྒྱག་རོགས་གནང། དེ་འདྲ་ཞེས་ཞུ་ཡ་ཅི་ཡིན། ད་ང་ཚོ་འདི་ནས་མ། གཉིས་པ། མངོན་སུམ་རང་གི་ངོ་བོ་ལ་ལོ་པར་དོ་པ་འགག་པ་ལ་མངོན་སུམ་བཤད་པ་དང་མངོན་སུམ་ལྟ་སྣང་བཤད་པ་གཉིས་ཡིན་བྱས། དང་པོ་ལ་མངོན་སུམ་གྱི་མཚན་ཉིད་དང་མཚན་གཞི་དབྱེ་བའོ་བྱས། དང་པོ་ལ་མངོན་སུམ་རྟོག་བྲལ་ལ་སྒྲུབ་པ་དང་རྟོག་ཕྱིའི་དགག་པའོ། བྱེད་དང་པོ་ལ་འདུ་བྱེད་དགོད་ཞབས་ཅུང་གཞན་གྱི་འདུ་བྱེད་དགག་རང་གི་འདུ་བྱེད་གཞན་བསྟན་པའོ། བྱེད་དང་པོ་ལ་མངོན་སུམ་གྱིས་གྲུབ་པ་དང་འཇིག་བག་གིས་གྲུབ་པའི་ཚུལ་ལོ། ད་འདི་ག་འདྲ་རེད་ཟེར་ན། མངོན་སུམ་གྱི་ངོ་བོ་ལ་ལོག་རྟོག་དགག་ཡོང་དུས། ངོ་བོ་ལ་ལོག་པར་རྟོག་པ་དེ་ག་རེ་ག་རེ་ཡོད་རེད་ལབ་དུས་རྣམ་པ་ཚོའི་རྗེས་ལས་ག་ལས་གཞུང་གཞན་དག་ལ་གཟིགས་དགོས་དགོས་རེད་ལ། དཔེར་ན་རྟ་ནག་གནམ་འདྲེ་ལྟ་བུ་གི་ནག་ལོག་ལ་གཟིགས་ན་གར་གཞི་དག་ཁ་གསལ་པོ་རེད། བྱེ་བྲག་པ། རིག་པ་ཅན་པ། རིག་བྱེད་པ། སྤྱོད་པ་བ། གྲངས་ཅན་པ་དེ་ཚོའི་གི་ཐོག་ནས་ཨ་ནི་མངོན་སུམ་རྟོག་གཅིག་སི་ཁས་ལེན་གི་རེད། ད་དེ། མཐོང་རྟོག་གཅིག་དུ་འཁྲུལ་ནས་རྟོག་གཅིག་སི་ཁས་ལེན་གི་རེད་དེ་རེད། དེ་ནས་སྔོན་སོང་གི་ཞེས་དུས་གོང་ལ་འདིའི་གཙོ་བོ་དེ་དབང་མངོན། དེའི་བྱེད་དུས་གོང་ལ་དཔེར་ན་ང་རང་ཚོས་སྤྱི་བཏང་གི་སྒྲོམ་གཞི་གི་ཐོག་ནས་བསམ་བློ་བཏང་ན་སྐབས་འདིའི་མངོན་སུམ་བཞི་བཤད་ཡོང་དུས་དབང་མངོན། རྟོགས་བྱེད་ཁས་ལེན་མཁན་དེ་བཀག་དགོས་ཀྱི་ཡོད་རེད་ལོག་རྟོག་གི་གཙོ་བོ་དེ་དབང་མངོན་མེད་པ་ཁས་ལེན་མཁན་དེ་མ་རེད། ཕྱི་རོལ་པའི་ནང་ནས་ཕྱིའི་ཐབས་ཆེད་ཀྱི་གྲུབ་མཐའ། རྒྱང་ཕན་པ་དེ་ཚོས་ཀྱིས་དབང་པོའི་མངོན་སུམ་ཁས་ལེན་གྱི་ཡོད་རེད་ལ་ཚད་མ་དབང་པོའི་མངོན་སུམ་སྤྱི་བོ་ཁས་ལེན་གྱི་ཡོད་རེད། དེ་ཡིན་ཙང། དབང་པོའི་མངོན་སུམ་མེད་པ་ཁས་ལེན་པ་དེ་ལོག་རྟོག་ལ་བཞག་ཅིང་དེ་ཡོད་པ་སྒྲུབ་དགོས་ཡ་དེ་ཕལ་ཆེར་ཕྱི་ནང་གི་གྲུབ་མཐའ་སྨྲ་བ་ཐམས་ཅད་ལ་མེད་པ་རེད། གཉིས་ནི། ཡིད་མངོན། རང་རིག་མངོན་སུམ། རྣལ་འབྱོར་མངོན་སུམ་འདི་ཚོ་མ་གས་བསྒྲུབ་ཡོང་དུས་གཙོ་བོ་དེ་ཡོད་པ་སྒྲུབ་གི་ཡོད་རེད། དེ་ཡིན་པ་སོང་ཙང་ད་ལྟ་ང་རང་ཚོ་གཞུང་གི་ཁོག་ལ་ཡང། དབང་པོའི་མངོན་སུམ་བཤད་ཡོང་དུས་དབང་པོའི་མངོན་སུམ་དེ་རྟོག་བྲལ་དུ་བསྒྲུབ་ཅེས་རིག་པ་གཙོ་བོ་དེ་བསྟན་གི་ཡོད་རེད། དེ་བྱེད་དུས་དབང་པོའི་མངོན་སུམ་གྱི་མཚན་གཞི་སྒྲུབ་གི་ཡོད་མ་རེད། ཡིད་མངོན་དང་རང་རིག་མངོན་སུམ་དང། རྣམ་འགྱུར་མངོན་སུམ་དུ་སོ། རྟོག་བྲལ་དུ་སྒྲུབ་ཀྱི་ཡོད་རེད་དེ། གཙོ་བོ་དེ་ཡིད་མངོན་དང་རང་རིག་མངོན་སུམ་དང་རྣན་འགྱུར་མངོན་སུམ་གྱི་མཚན་གཞི་གི་ཐོག་ནས་སྒྲུབ་བྱེད་ཡོད་པ་སྒྲུབ་ཀྱི་ཡོད་རེད། འོ་འདུག་བྱས་ཡོང་དུས་ཡང་ཁོ་གཞུང་གི་སྒྲོམ་འདྲ་བོ་གཅིག་དེ་ཆགས་བསྡད་ཡོད་རེད། དེ་ནས་ད་ལྟ་འདིའི་སྐབས་སུ། མངོན་སུམ་རྟོག་བྲལ་དུ་སྒྲུབ་བ་ཟེར་དུས་ད་གཙོ་བོ་དབང་པོའི་མངོན་སུམ་གྱི་ག་དུས་ལས་དགོས་མཁོ་བ་རེད། དེ་བྱེད་དུས། མངོན་སུམ་རྟོག་བྲལ་དུ་སྒྲུབ་རྟོག་སྤྱིའི་དགག། ཨ་ནི་འདུ་ཤེས་འགོད་གཞན་གྱི་བྱ་གཞུང་གི་འདུ་ཤེས་འགའ་ཡིས་རང་གི་འདུ་ཤེས་གཞན་བརྟེན་བྱེད། ད་དེ་ལ་ཡང། དབང་མངོན་རྟོག་མེད་ཀྱིས་ཤི་བ་ཡིན་པ། ཡང་མེད་ན་མངོན་སུམ་རྟོག་མེད་ཀྱིས་ཤི་བ་ཡིན་པ་དང་རྟོག་བྲལ་ཡིན་པ་དེ་ཨ་ནི་མངོན་སུམ་གྱི་གྲུབ་པའི་ཚུལ་དང། བགྱི་བག་གི་གྲུབ་པའི་ཚུལ་གཉིས་ཤེས་བྱའི་རྡོ་རྩི་རེད། དེ་བྱེད་དུས། འདིའི་ལོག་རྟོག་གི་སྐབས་ལ་བྱས་ཙང་ད་འགའི་དབང་མངོན་རྟོག་སྤྱི་ཡིན་པ་དབང་མངོན་རྟོག་སྤྱི་ཡིན་པར་འདོད་པ།

ཨ་འདིའི་སྒང་ལ་ཡང་རྒྱང་ཕན་པ་འདི་ཚོས་ཀྱི་རྣལ་འབྱོར་མངོན་སུམ་མེད་པ་འདོད་པ་ད་འདི་ཕལ་ཆེར་རྒྱང་ཕན་གཅིག་པུ་ཡང་མ་རེད་ད་མཐའ་བ་ཁྱིས་མི་ལེན་ངན་གྱི་དྲི་མདའ་མ་བ་འདི་ཚོས་ཕལ་ཆེ་བ་གཅིག་གི་རྣལ་འབྱོར་མངོན་སུམ་མེད་པ་ཁྱིས་ལེན་པ་འོ་ད་འདི་ཚོའི་གི་ལོ་ཏོག་འདི་ཚོ་ལྡོག་པའི་ཆེད་དུ་ཡིན་གསུང་འདུག་བྱས། ད་འདིའི་དང་པོ་ང་རང་ཚོ་རྩ་བ་བྱས་ན། མངོན་སུམ་རྟོག་དང་བྲལ་བ་ནི་མངོན་སུམ་ཉིད་ཀྱིས་འགྲུབ་པར་འགྱུར། ཀུན་གྱི་རྣམ་རྟོག་མི་ལྡན་ཅན་སོ་སོ་རང་གི་རིག་བྱ་ཡིན། ཧོན་འདུག་བྱས་ནས་སོང་ཞེས་ད་དེ་རིམ་པ་བཞིན་དུ་མ་འདྲི་ཞེས་བརྒྱབ་ན། ཨ་ནི་གྲུ་འདིས་མ་བསླད་པའི་མཁས་པ་ལ། མངོན་སུམ་རྟོགས་པ་དང་བྲལ་བ་རྟགས་ཀྱིས་བསྒྲུབ་དགོས་པ་མིན་པར་ཐ་དེ་མངོན་སུམ་ཉིད་ཀྱིས་འགྲུབ་པར་འགྱུར་བའི་ཕྱིར་དེའི་ཐལ། སྐྱེ་བོ་ཀུན་གྱི་རྣམ་རྟོག་དོན་སྤྱི་དང་མིང་བཅུའི་རྫོང་ཡུལ་དུ་ཡོད་པ་ལ་བརྟེན་ནས་སྐྱེ་བ་ཅན། གང་ཟག་སོ་སོ་རང་གིས་རང་རིག་མངོན་སུམ་གྱི་ངེས་པར་རིག་པར་བྱ་བ་ཡིན་པའི་ཕྱིར་རོ་གསུངས། ད། མངོན་སུམ་རྟོགས་དང་བྲལ་བ་ནི་མངོན་སུམ་ཉིད་ཀྱིས་འགྲུབ་ངེས་ཏེ། གྲུ་འཐིགས་རྒྱུ་མ་སླེབས་པའི་མཁས་པ་ལ་ཡིན། གྲུ་འཐིགས་རྒྱུ་མ་སླེབས་པའི་མཁས་པ་འདོད་ཚུལ། རྣམ་པ་རྟོག་པ་དོན་སྤྱི་དང་སྒྲ་སྤྱི་གཟུང་ཡུལ་དུ་ཡོད་བསྡད་མཁན་ལ་བསྟན་བྱའི་དཔྱད་པའི་རྣམ་རྟོག་དེ། ཨ་ནི་གང་ཟག་སོ་སོའི་རྒྱུད་ཀྱི་རང་རིག་མངོན་སུམ་གྱི་རིག་པ་ཞེས་པ་རེད། དུ་གསུངས་ཡོང་དུས། འདིའི་སྐབས་ལ་ཡང་ང་རང་ཚོ་སྙེ་མ་རྒན་རིན་པོ་ཆེས་དེ་འདྲས་གསུངས་ཀྱི་ཡོད། དཔེར་ན། ང་རང་ཚོས་སྤྱིར་ན་ཚད་མ་ལ་རང་མྱང་རང་རིག་མངོན་སུམ་གྱིས་གྲུབ་དགོས་ཀྱི་རེད། རྟོགས་དགོས་ཀྱི་རེད། ཡིན་ན་ཡང། དཔེར་ན་བདག་མེད་ཀྱི་ཁྱད་པར་དུ་ཞེས་པ་ལ་སོགས་པ་དང། དེ་ནི། ད་ལྟ་འདིའི་གར་ས། རྒྱལ་བ་དགེ་འདུན་གྲུབ་པའི་གང་ཟག་གི་བདག་མེད་ཀྱི་ཁྱད་པར་དུ་བྱས་པའི་སོ་སྐྱེའི་ཚད་མ་དེ་རང་རིག་མངོན་སུམ་མ་གྲུབ་སོང་ཡོད་རེད། བདག་མེད་ཀྱི་ཁྱད་པར་དུ་བྱས་པ་དང། དེ་འདྲ་ཞིག་བརྗོད་ཡོད་པ་དང་གྲུབ་མཐའི་རྒྱུད་ལས་པའི་གང་ཟག་གི་རྒྱུད་ཀྱི་དཔེར་ན་འཇམ་དཔལ་གྱི་རྒྱུད་ཀྱི་བགྱི་བ་ལྟ་བུ། ནི་གྲུ་འདིའི་རྒྱུ་ལས་ཀྱི་མཚན་མ་མ་ཡིན་པ་ཁས་ལེན་ཏེ་ངེད་ཀྱི་རྒྱང་འཕེན་གྱི་རྒྱུ་ཅི་བགྱིས་པ་ལྟ་བུ་རང་རིག་ངོ་སྲུང་གི་གྲུ་གུ་མ་རེ་སོང་ཡ་དེ་ཁུང་འདུ་ཚུལ་གྱི་བྲིས་སྐུ་ཡང་རེད། དེ་ལ་ཡང། གྲུ་འདིའི་རྒྱུ་མ་ལེགས་པའི་ཁྱད་པར་སེལ་ཡོང་དུས་གོང་ལ་ཁོ་གྲུ་འདིའི་རྒྱུ་ལེགས་པ་ལ་ཡ་དེ་གྲུ་ཐུག་གི་མེད་པ་དེ་གསལ་པོ་ཆགས་ཀྱི་ཡོད་པ་སོང་ཙང་ང་རང་ཚོ་རྒན་རྣམ་པ་ཚོས་ཀྱི་དེ་ནི་མ་རིན་པ་བཞིན་དུ་སོང་སྟེ་ཡ་དེ་ལ་ཁོང་དུ་ཡོད་སོང་གཅིག་རེད། གཉིས་ནི། ཀུན་གྱི་རྣམ་རྟོག་མིང་དོན་ཅན་སོ་སོ་རང་གི་རིག་བྱ་ཡིན་ཟེར་དུས་གོང་ལ་ང་རང་ཚོ་ནམ་རྒྱུན་ཡོངས་གྲགས་ཀྱི་ཡལ་གའི་སྒང་ལ་ཡ་ད་ད་ག་རེ་ཟ། རྟོག་པ་རྣམས་ཀྱི་བཟུང་ཡུལ་རང་རིག་མངོན་སུམ་གྱི་བཞག་བྱ་རིག་པར་སྨྲ་བའི་ཡང་དང་ཡང་དུ་གསུངས་ཟེར་ས་ཀྱི་ཡང་དང་ཡང་དུ་གསུངས་ས་ཀྱི་གཞི་གཅིག་དེ་འདི་ནི་བཞག་གོ་བ་རེད། བྱས་ཙང་འདི་ནི་ག་རེ་རེད་ཟེར་ན་སྒྲ་སྤྱི་དང་དོན་སྤྱི་བཟུང་ཡུལ་དུ་ཡོད་པའི་གང་ཟག་སོ་སོའི་ཡོད་པ་ཅན་གྱི་སྐྱེ་བ་ཅན་དེ་གང་ཟག་སོ་སོའི་རང་རིག་མངོན་སུམ་གྱི་རིག་པར་བྱ་བ་རེད་ཟེར་ལབ་དུས་རྟོག་པར་བྱ་བ་རེད་རྟོག་པར་བྱ་བ་ཡིན་དུས་རྟོག་གི་ཡོད་རེད། ལོ་དུག་བྱེད་དུས་ཨ་ནི་ཁོང་དུ་སོ་ལ་བསྟན་བྱས་ག་རེ་རེད་ཟེར་ལགས་ན་གྲུ་འཐིག་རྒྱུ་མ་སླེབས་པའི་གང་ཟག་གི་རྒྱུད་ཀྱི་ཨ་ནི་སོ་སོའི་སོ་གཅིག་གི་མངོན་སུམ་ཡིན་ན་ཡང་ཨ་ནི་དེ་རྟོག་མེད་ཀྱི་ཤེས་པ་ཡིན་པ་དང་མངོན་སུམ་ཡིན་པ་དེ་ཨ་ནི་སོ་སོ་སྐྱེ་བའི་རྒྱུད་ཀྱི་རང་རིག་མངོན་སུམ་གྱི་གྲུ་གུ་རེད་དུ་བྱས། རྟོག་བྲལ་གྱི་དོན་མངོན་སུམ་གྱི་གྲུ་ནི་ཐ་སྙད་རྒྱུད་བག་གིས་བསྒྲུབས་པ་སོགས་ཚུལ་དུ་མ་གནང་ནའང་དེ་རེད་ད་འདི། མིང་དོན་གྱི་འབྲེལ་བ་མ་གྲུབ་པའི་གང་ཟག། རེ་བ། མངོན་སུམ་གྱི་མིང་དོན་གྱི་འབྲེལ་བ་མ་གྲུབ་པའི་གང་ཟག་དག་གཅིག་བྱེད། གཉིས་ནི། གྲུ་འཐིལ་ཡིག་འཇུག་ལས་པའི་གང་ཟག་ལ་སོགས་པ་དུས་ཚོད་ཀྱིས་མངོན་སུམ་རྟོགས་པར་གྲུ་འཐིལ་ཡིག་སླེབ་ཅིང་སྒྲོ་བཏགས་པ་ཡིན་པས། དེ་མེད་ན་མངོན་སུམ་གྱི་གྲུ་འཆིང། གྲུ་འཐིལ་གྱི་སྒྲོ་བཏགས་པ་དང། ནི། དོན་དང་ཐ་སྙད་རྒྱག་དགོས་པ་དེ་འདྲ་མ་ཡིན་ན་མངོན་སུམ་གྱི་གྲུ་འཆིང། དེ་དག་གི་ངོ་བོ་སྲིད་ལ་དུས་གྲུབ་འདིས་རྒྱུ་ལས་པ་དེ་དག་གི་ངོ་བོ་ལ་ནི་རྟགས་ཀྱིས་གྲུབ་པ་ཡིན། དུ་བྱེད་དུས་མངོན་སུམ་རྟོག་བྲལ་དུ་གྲུབ་པའི་རིག་པ་བཀོད་ས་དེ་གྲུབ་འདིས་རྒྱུ་ལས་པ་ལ་སོགས་པ་དུ་སོ་ལ་གཙོ་བོ་བྱེད་པ་ཡིན་གསུངས་དུ་བྱས། གལ་ཏེ་དབང་བཞི་རྟོགས་པ་ཡོད་ན་རྟོགས་པ་ཡུལ་ལ་མི་འཕྲོ་བའི་ཚེ་དབང་བཞི་མི་སྐྱེ་བ་ཐལ་ལོ། ད་རྒྱ་གར་སིདྷི། དབང་བཞི་རྟོགས་བྱེད་ཡིན་པར་ཁས་ལེན་གྱི་ཡོད་ན། ནི། རྟོགས་པ་ཡུལ་ལ་མི་འཕྲོ་བའི་ཚེ་ན་དབང་བཞི་མི་སྐྱེ་བ་ཐལ་བའི་ཐལ་བ་འདུག། དེ་ག་རེ་རེད་ཟེར་ན། དབང་བཞི་རྟོགས་པ་ཡིན་ན། ཨཱ་ནི། རྟོག་པ་འདི་དབང་ཤེས་ཀྱི་བཅུད་ཆགས་པས་རེད། དེ་ཆགས་ཀྱི་ཡོད་ན་ཨཱ་ནི་རྟོག་པ་བཀག་ན་དབང་ཤེས་བཀག་དགོས་ཀྱི་ཡོད་པ་སོང་ཙང་དབང་ཤེས་མ་མཆིས་པར་ཐལ། འདོད་ན་དེ་མི་འཐད་པར་ཐལ། ཕྱི་རོལ་གྱི་ཡུལ་ཐམས་ཅད་ལས་སེམས་ཕྱིར་འཕོ་བར་འདུས་ནས། ནང་གི་བདག་ཉིད་རྟོག་པའི་རླུང་གི་གཡོ་བ་མེད་པར་གནས་པ་ནའང། མིག་གིས་གཟུགས་དག་མཐོང་བའི་བློ་དེ། དབང་པོ་ལས་སྐྱེས་པའི་ཤེས་པ་ཡིན་པའི་ཕྱིར། ད་འདི། ག་འདྲའི་གཞི་བཞག་དགོས་ཀྱི་ཡོད་མེད་ཐམས་ཅད་ལས་ནི་སེམས་འདུས་ནས་ནང་གི་བདག་ཉིད་གཡོ་མེད་པ། གནས་ན་འོང་མིག་གིས་གཟུགས་དག་ནི་མཐོང་བའི་བློ་དེ་དབང་གཅིག་ཡིན། འོག་ཏུ་སོང་ཡོང་དུས། ཕྱི་རོལ་གྱི་ཡུལ་ལ་འཕྲོ་བའི་རྟོག་པ་བསྡུས་ཚར་དུས་ཕལ་ཆེར་རྟོག་པ་རྒྱུད་ལ་མི་ལྡན་པའི་སུ་གཅིག་ཅིག་ཁས་ལེན་དགོས་ཀྱི་མེད་འགྲོ། རེད་པ་ཁག་པོ་ཡིན་འདུག་ཅིག་ཞིག་ན། ཡིན་ན་ཡང་ང་རང་ཚོ་སྐབས་འགའ་ཞིག་ལ། དབང་བཞི་རྒྱུད་ལ་མེད་ཅིང། རྟོགས་པ་ཡང་རྒྱུད་ལ་མེད་པ་དེ་འདྲ་ཡང་ཐུག་གི་རེད་རེད་པ། སྙིང་མཐུག་པོ་ལོག་པའི་གང་ཟག་གི་ལྟ་བུའི་གི་རྒྱུད་ལ། རྟོགས་པ་ཡང་མི་འདུག་ལ་དབང་བཞི་ཡང་མི་འདུག། འགའ་ཞིག་གི་བསམ་བློ་བཏང་ན་རྟོགས་པ་ཡོད་བ་ཐ། ཨ་ནི་ཉོན་སྒྲིག་དང་ཤི་སྒྲིག་ལ་སོགས་པ་དེ་འདྲས་ཀི་ངོ་བོར་གྱུར་པའི་རྟོགས་པ་ཡོད་དགོས་ཀི་རེད་པ་ཟེར་ན་དེ་ཡང་ཡོད་དགོས་ཡ་ཟེར་ཁྱད་མི་འདུག། ཡོད་པ། ཁོ་རང་ཚོའི་རྒྱུད་ལ་ཡང་ཉོན་སྒྲིག་གི་བག་ཆགས་དང་ཤི་སྒྲུབ་ཀྱི་ས་བོན་ལ་སོགས་པ་དེ་ཚོ་ཡོད་རེད་མ་གཏོགས། ནི་རྟོགས་པ་ཡོད་དགོས་པའི་རྒྱུ་མཚན་གང་ཡང་མི་འདུག། དེ་འདྲས་བྱས་ཡོང་དུས་ཡང་སྐབས་འགའ་ཞིག་ལ། རྟོགས་པ་ནང་ལ་ཡ་བདུད་ཅེས་གཡོ་འདུག་ཡིད་ལ་འཕྲོ་བ་ཕྱི་རོལ་དུ་འཕྲོ་བ་བདུད་ནི་དབང་ཤེས་ཀྱི་གཟུགས་ལ་ལྟ་བའི་སྐབས་དེ་འདྲས་དགོས་ཀྱི་འདུག་ད་དེ་འདི་རེད། རྟོག་པ་ནང་ལ་སྡུད་ཅིང་དབང་ཤེས་ཀྱིས་ཡུལ་ལ་ལྟ་བའི་སྐབས་དེ་འདྲའི་དགོས་ཀྱི་འདུག་དེ་འདྲ་ཡོད་དུས་དགོངས་ལ་དེ་འདྲ་བའི་སྐབས་ལ་དབང་ཤེས་མི་སྐྱེ་བ་ཐག་གི་འདུག་སྟེ་དེ་འདྲ་གི་དབང་ཤེས་ཡོད་རེད་གསུང་གི་ཡོད་རེད་ད་དེའི་མཚན་གཞི་འདི་འདྲ་བ་རེད་ཟེར་ལབ་ཀྱི་གསལ་པོ་གསལ་པོ་ཅིག་དང་ཁག་པོ་འདྲ་ཅིག་འདུག་དེ་སྤྱིར་བཏང་ད་ཡོད་ཆོག་པ་ལྟ་བུ་རེད། གང་ཟག་དེ་གི་མི་ཞིག་གི་གཟུགས་ལ་ལྟ་བཞིན་པའི་སྐབས་ལ། ཡིན་གྱི་མིན་གྱི་གཟུགས་འདིའོ་ཞེས་པ་ལྟ་བུ། ཡང་མེད་ན་ཡུལ་འདིའོ་ཞེས་པ་ལྟ་བུ་བསམ་དགོས་པའི་ཆ་བ་སྐད་མི་འདུག། དེ་ཡིན་པ་སོང་ཙང་ཨ་ནི་རྟོགས་པ་ཡོད་ལ། མི་འཕྲོ་བར་དུས་ཀྱི་མི་ཞིག་གིས་གཟུགས་ལ་ལྟ་བའི་སྐབས་ལ་དབང་ཤེས་དེ་ཨ་ནི་རྟོགས་པ་ཡིན་པ། དབང་ཤེས་མི་བརྗེད་པ་དག་གི་འདུག། དེའི་ཚེ་ཡང་རྟོགས་པ་ཡོད་དོ་ཞེ་ན་སྔར་བཤད་པའི་རྟོགས་པ་མི་འཕྲོ་བའི་གནས་སྐབས་ཀྱི་དབང་པོའི་རྟོགས་པ་ལ་དེ་དབང་པོའི་རྟོགས་པ་ཟེར་ཏེ་དབང་པོའི་རྣམ་ཤེས་ལ་རྟོགས་པ་མེད་པར་ཐལ། དུས་དེའི་ཚེ་རྟོགས་པ་ཡོད་ན་སྔར་རྟོགས་པ་ཇི་ལྟར་བྱིར་བགྱི། སླར་ཡང་རྗེས་ཐོག་ཏུ་ཅུང་ཟད་རྣམ་པར་རྟོགས་ན་སྔར་ཁོ་བོའི་ནང་དུ་འདི་འདྲ་བྱིར་བགྱི། རིགས་དགུ་པ་ལ་དེ་ལྟར་མ་རྟོགས་པའི་ཕྱིར་སོང། ང་རང་ཚོའི་ཕལ་ཆེར་རྟོགས་པ་ཟེར་ཡས་དེ། ཀུན་སློང་གི་ཀུན་སློང་གི་ཡིད་བཞིན་ལ་བརྟེན་བྱས། རང་གི་འཛིན་ཚུལ་གྱི་སྒོ་ཀུན་ཏུ། དེ་ངེས་པ་དེ་བསམ་བློ་བཏང། ཀུན་སློང་གི་ཡིད་བཞིན་ལ་བརྟེན་བྱས་རང་གི་འཛིན་ཚུལ་གྱི་སྒོ་ཀུན་ཡོད་པ་སོང་ཙང། དེ་འདྲ་བའི་འཛིན་ཚུལ་དེ་ག་འདྲ་ཞིག་ནས་ཡོང་གི་འདུག་ཟེར་ལགས་ན་དཔེར་ན་རང་གི་དག་སྣང་ཞོགས་པ་ལ་ཡང་ངས་ཅིག་བྱེད་དགོས་བསམ་པའི་བསམ་བློ་གཅིག་དང། ཡང་མེད་ན་ངས་སྡུག་ཅག་ཅིག་བྱེད་དགོས་བསམ་པའི་བསམ་བློ་གཅིག་དང། ཡང་མེད་ན་ངས་ཡག་ཧ་ཅིག་བྱེད་དགོས་བསམ་པའི་བསམ་བློ་གཅིག་དང། ཡང་མེད་ན་སྔ་མ་གི་འདས་པའི་གི་དོན་དྲན་པའི་རྟོག་པ་གཅིག་བཅས་ཡོང་དུས། དེ་ཡི་གི་དེ་མ་ཐག་ཏུ་ཡང་མེད་ན་དེ་ལས་དུས་ཚོད་ཅུང་ཟད་སོང་བའི་རྗེས་སུ་ཁྱེད་རང་གི་ག་རེ་བསམ་སོང་ཟེར་དུས་ང་རང་གི་འདི་འདྲ་ཅིག་བསམ་སོང་ཟིན་པའི་བསམ་བློ་དེ་ཏན་ཏན་དུ་སྐྱེ་ཡོང་བ་གཅིག། དེ་ག་ནང་བཞིན་ཏོག་དཔེ་ཡིག་གི་ཡུལ་གྱི་སྣང་ཚུལ་གྱི་ཆ་ནས། ཨོ། ངའི་བསམ་ཚུལ་ལ་དེ་འདྲ་ཞིག་བྱུང་སོང་ཟེར་བ་ལྟ་བུ་ཏོག་དཔེ་ཡིག་གི་སྣང་ཚུལ་དེ་ང་ཚོའི་གཤིས་སུ་དྲན་ཡོང་བ་དེ་རང་རེ་ངོས་གསུམ་གྱི་ཏོག་དཔེ་བཟོ་ན་གྲུབ་པའི་སྟོབས་ཀྱིས་རེད། དེ་ཡིན་པ་སོང་ཙང་དེ་ལྟར་བྱས་ཙང། དབང་ཤེས་ཀྱི་ཡུལ་ལ་བརྟགས་ནས། གཤིས་སུ་དེའི་སྐབས་སུ་ཡུལ་དེ་ལ་ཏོག་དཔེ་ཡིག་ཏོག་དཔེ་ཡིག་ལ་འཁྲུལ་བའི་གཞན་ཚུལ་དེ་མེད་ན། ཨ་ནི། ཕྱིས་སུ། རྗེས་ཐོབ་ཀྱི་སྐབས་སུ། ཅུང་ཟད་རྣམ་པར་རྟོག་ན་རང་གི་རྟོག་པ་འདི་འདྲ་ཅིག་དྲན་སོང་ཙང་མ་རིག་པ་ཅིག་ཡོད་དགོས་པ་ལས་ཨ་ནི་དེ་ལྟ་དེ་མེད་པ་ཡིན་ཙང་ཨ་ནི་རྟོག་པ་ཡིད་ལ་མི་འཕྲོ་བའི་སྐབས་ལ་ཡང་དབང་ཤེས་ཀྱི་ཡིད་ལ་བཏགས་པ་ཡོད་རེད་གསུངས་ཅི་འོ་དེ་འདྲས་ཅིག་རེད་འདུག་དེ་འདྲའི་བྱེད་དུས་གོང་ནས་ཡང་སྐབས་འགའ་ཞིག་ལ། སོ་སོ་སྐྱེ་བོ། རྟོག་པ་རྒྱུ་ལ་མི་ལྡན་པ་ཡོད་མེད། ད་ག་ནང་བཞིན་དབང་བཞི་གིས་གཟུགས་ལ་ལྟ་བཞིན་པའི་སྐབས་ལ་ངས་གཟུགས་འདི་ལ་བལྟའོ་སྙམ་པའི་ཡིད་བཞིན་ལ་སོགས་པ་རྒྱུ་ལ་མེད་པའི་གང་ཟག་ཡོད་མེད་དེ་ཚོ་རྩོད་པ་རྩོད་ཀྱི་འདུག་དེ་ཚོ་དང་དོགས་པ་བྱེད་དགོས་ས་ཅི་རེད། དེའི་གའི་མངོན་སུམ་གྱི་གྲུབ་ཚུལ་དེ་རེད་ད་འདི་མཁས་པའི་རྒྱུད་ཀྱི་རྟོགས་པ་འདི་ཚོ་ག་ས་མངོན་སུམ་འདི་ཚོ་རྟོགས་མེད་ཀྱི་ཤེས་པ་ཡིན་པ་མངོན་སུམ་གྱི་གྲུབ་ཐོབ་རེད། ད་རྗེས་དབང་གིས་གྲུབ་པའི་ཚུལ་དེ་ལ་གཉིས་པ་ལ་དབང་བཞིའི་རྟོག་བྲལ་དུ་གྲུབ་པ་དང་མཐོང་ཐུག་གཅིག་ཏུ་འདོད་པ་དགག་པའོ། དང་པོ་ནི། བརྡ་ཡིས་དུས་གཅིག་ཏུ་མཐོང་བའི་ཁྱད་པར། རང་མཚན་གཞན་ཐ་སྙད་ཀྱིས་དུས་འགའ་ཞིག་ཏུ་མཐོང་བར་མི་འགྱུར་བར་ཐལ། དངོས་པོ་སྔ་ཕྱི་ཕན་ཚུན་རྗེས་འགྲོ་མི་བྱེད་པའི་ཕྱིར། འདི་ཡིས། རྩ་བ་བྱས་ན། ཁོ་བོའི་ནང་དུ་འདི་འདྲ་གྱུར་ཅི་རིགས་སྔར་ཤེས་གནས་སྐབས་ཀྱི་དབང་པོའི་རྟོག་ལ་པོ་རྟོག་པ་ལ་མེད་དོ་ཅེས་གཅིག་ཏུ་མཐོང་བའི་ཁྱད་པར་ནི་གཞན་འགའ་ཞིག་ཏུ་མཐོང་མི་འགྱུར། དེ་ལས་ཅི་གཞན་ཐ་དད་པ་ཡོད་མིན་ཐ་དད། བློ་མེད་ཕྱིར་གསུངས་བྱ། བྱས་ཙང་མདོ་སུ་བྱས་ཡོང་དུས་གཅིག་ཏུ་མཐོང་བའི་ཁྱད་པར་རང་མཚན་གཞན་ཐ་སྙད་ཀྱི་དུས་འགའ་ཞིག་ཏུ་མཐོང་བ་མི་འགྱུར་བ་ལྟར་དངོས་པོ་སྔ་ཕྱི་ཕན་ཚུན་རྗེས་འགྲོ་མི་བྱེད་པའི་ཕྱིར་རོ་གསུངས། འདི་ག་རེ་རེད་ཟེར་ན། དབང་བཞིའི་རྟོག་བྲལ་དུ་གྲུབ་པའི་རིགས་པ་བདུན་བཤད་ཡོད་ད་འདི་ནི་མ། རིགས་པ་བདུན་བཤད་ཡོང་དུས་རིགས་པ་དང་པོ་རྒྱུ་དུས་ཀྱི་གཟུགས་དེ་ཐ་སྙད་ཀྱི་དུས་སུ་ཡོད་པ་ཐ་བ་ཟེར་བ་དེ་རེད། འདི་ཕྱི་རོལ་པ་འགོག་བྱེད་རེད། དབང་བཞིའི་རྟོག་པ་ཡིན་པར་ཁས་བླངས། རྟོག་པ་ལ། རྟོག་པའི་ཡིག་འཛིན་ཚུལ་གང་ཡིན་པ་དེ་ལ་སྤྱི་དོན་གཞན་ཡོད་དགོས་པ་ཁས་བླངས་ཡོང་དུས་དགོངས་ལ། ཡང་མེད་ན་སྤྱི་གཙོ་བོ་ཡང་མེད་ན་སྤྱི་དོན་གཞན་གྱི་དབང་གིས་ཨ་ནི། ཐ་སྙད་ཀྱི་དུས་དོན་གྱི་རེ་བར་བ། དང་པོ་མཐོང་ཡིག་གི་སྐབས་དང། ཨ་ནི། རྒྱུ་དུས་དང་ཐ་སྙད་ཀྱི་དུས་སུ་རེ་བ། ཁྱད་པར་མེད་པ། རྗེས་སུ་འགྲོ་བའི་སྤྱི་དོན་གཞན་ཡོད་པར་ཁས་ལེན་ཡོང་དུས་དགོངས་ལ། དེ་ལ་ཡང་རང་ལུགས་ཀྱི། དབང་བཞིའི། རྟོག་པ་ཡིན་པར་ཁས་ལེན་དེ་འདྲ་ཡིན་པ་ཡིན་ན། ཨཱ་ནི། ཡི་གེ། དང་པོ་དབང་ཤེས་ཀྱི་མཐོང་ཡ་གི་གཟུགས་དེ་དང་རྗེས་སུ་དབང་ཤེས་ཀྱི་མཐོང་ཡ་གི་གཟུགས་དེ་གཉིས་ཨཱ་ནི་རྗེས་སྡུད་ཀྱི་གཟུགས་ད་ག་རང་ཐ་སྙད་ཀྱི་དུས་སུ་ཡོང་བ་ཐག་གི་རེད། ག་རེ་ཟེར་ན་དབང་ཤེས་ཡུལ་ལ་མ་འཁྲུལ་བ། ཡུལ་ལ་མ་འཁྲུལ་བའི་བློ་དེ་ལ་ཨཱ་ནི་རྗེས་སྡུད་ལ་གང་མཐོང་བ་དེ་གཉིས་ཐ་སྙད་ཀྱི་དུས་སུ་ཡོད་པ་མཐོང་གི་ཡོད་པ་སོང་ཙང་ཡང་མེད་ན་ཁྱོད་རང་གི་ཡོད་པ་ཁས་ལེན་གི་ཡོད་པ་སོང་ཙང་ཨཱ་ནི་རྗེས་སྡུད་ཀྱི་དོན་དེ་ཐ་སྙད་ཀྱི་དུས་སུ་ཡོང་བ་ཐག་གི་སྐྱོན་ཡོད་རེད། ཡིན་ན་ཡང་མི་འཁྲུལ་བ་མཐར་དངོས་པོ་འགའ་ཞིག་ཕན་ཚུན་གྱིས་སོན་མི་འགྲོ་བའི་ཕྱིར་རོ་ཞེས་འཆད་ད་དེ་གར་ཟེར་ན་གསར་བ་རང་མཚན་མ་གཏོགས་མཐོང་གོ་མེད་པ་སོང་ཙང་ཨ་ནི་གསར་བ་རང་མཚན་དེ་སྔ་ཕྱི་གྱིས་སུ་འགྲོ་བ་ཐ་བའི་སྐྱོན་དུ་ཟེར་དུ་བཅད་ད་གཉིས་པ། རིགས་པ་གཉིས་པ་དེ་ལ་གསལ་བ་དེ་ལས་ཅི་རྫས་གཞན་ཐ་དད་པ་ཡོད་པ་མིན་པ་ཐ་དད་ད་ཡོད་ན་ཐ་དད་དུ་རྫས་ཐ་དད་དུ་དམིགས་པའི་བློ་ཡོད་དགོས་པ་ལ་བློ་དེ་འདྲ་མེད་པའི་ཕྱིར་ང་རང་ཚོ་དངོས་པོ་རང་མཚན་གང་དང་གང་ཡིན་ན་དབང་བཞི་ལ་གནག་ཡོང་དུས་ཐ་དད་དུ་གནག་ན་རྫས་ཐ་དད་ཡིན་དགོས་པ་དང། དབང་བཞི་ལ་གནག་ཡོང་དུས་གཅིག་ཏུ་གནག་བ་དང་ངོ་བོ་གཅིག་ཏུ་གནག་ན་རྫས་གཅིག་ཡིན་དགོས་པ་དེ་ཡིན་པར་སོང་ཙང། ད་ལྟ་འདི་ལ་ཡང་དབང་བཞི་ལ་སྲ་བ་རང་མཚན་གནག་ཡོང་དུས་སྲ་བ་རང་མཚན་ལས་རྫས་གཞན་པའི་སྤྱི་དོན་གཞན་གྱིས་གནག་ཐུབ་ཀྱི་མི་འདུག་ཟེར། ཡོད་ན་མིས་རུང་བ་ལས་མ་མིན་པའི་ཞེས་ཟེར་ཡག་གི་ལྟ་རིགས་པ་དག་རང་ཡིན་པ་རེད། གཅིག་ཏུ་མཐོང་བའི་ཁྱད་པར་གྱིས་གཞན་འགའ་ཞིག་ཏུ་མཐོང་མི་འགྱུར། དེ་ལས་གཞན་ཅི་གཞན་ཐ་དད་པ་ཡོད་མིན་ཐ་དད་བློ་མེད་ཕྱིར་ཟེར་དེར་ཡོད་མིན་ཐ་དད་བློ་མེད་ཕྱིར་ཟེར། འདུ་བྱེད་དེ་ལ་ཡང། གཟུགས་སོགས་ལས་གཞན་དུ་ནི་སྤྱི་དོན་ཅན་ཡོད་མ་རེད། རིགས་པ་གཉིས་པ་དེ་བྱས། དེས་ན། དབང་པོ་ལས་སྐྱེས་པའི་བློ་མ་འཁྲུལ་པ་ཐམས་ཅད་ཁྱད་པར་རང་མཚན་གྱི་བཟུང་ཡུལ་ཅན་ཡིན་གྱི། སྤྱི་མཚན་བཟུང་ཡུལ་དུ་བྱེད་པ་མ་ཡིན་ཏེ་ས་བ་ཕན་ཚུན་སྦྱིན་འགྲོ་མི་བྱེད། འཇིགས་སུ་འགྲོ་བའི་སྤྱི་དོན་གཞན་མེད་པ་དེ་ཤེས་རེ་ཟུང། འདི་རིགས་པ་གསུམ་པ་རེད། གཟུགས་བཟུང་དོན་དུ་གྲུབ་པ། གཟུགས་བཟུང་དོན་དུ་བསྒྲུབ་ཡོང་དུས་དགོངས་ལ། ག་རེ་ཟེར་ན། དབང་པོའི་མངོན་སུམ་རེ་བ་དབང་པོ་ལས་སྐྱེས་པའི་བློ། མ་འཁྲུལ་བ་ཐམས་ཅད་ཁྱད་པར་རང་མཚན་གྱི་བཟུང་ཡུལ་ཅན་རེད་ལབ་དུས། ཁོ་རང། སྤྱི་དོན་གཞན་དང། དོན་སྤྱི་དང་སྒྲ་སྤྱི་ལ་སོགས་པ་སྤྱི་ཡི་བརྒྱུད་པའི་སྒོ་ནས་རང་མཚན་ལ་འཇུག་པར་བཤད་པ་མ་ཡིན་པ། རང་མཚན་གང་དང་གང་ཡོད་ན་ཡང་ཐད་ཀར་དུ་མཐོང་བའི་བློ་རེད། སྤྱི་མཚན་བཟུང་ཡུལ་དུ་བྱེད་པ་མ་ཡིན་ཏེ། གལ་སྲིད་སྤྱི་མཚན་བཟུང་ཡུལ་དུ་བྱས་ཡོད་ན། ཨ་ནི་དེའི་སྐབས་ལ། ཡུལ་དུའི་རང་བཞིན་གང་ལ་བཏུད་དེ་གྲུ་དེ་རྫས་བསྐྱེད་པའི་ཆོས་ཐམས་ཅད་ཨ་ནི་ངོ་བོ་གཅིག་ཏུ་མཐོང་ཡོད་པར་སོང་ཙང། ཨ་ནི་སྤྱི་མཚན་བཟུང་ཡུལ་དུ་བྱས་སོང་ན་ང་རང་ཚོ་ཡེ་གེའི་སྒང་ལ་ཡང་དེས་ཇི་ལྟར་ཀུན་བརྟགས་པ་དེ་ནི་དམ་པའི་དོན་དུ་མེད་ཨ་ནི་གསང་བ་རྣམས་ནི་རྗེས་མི་འགྲོ་རྗེས་འགྲོ་ཞེས་ནི་སྣང་བ་མེད་ཟེར་ཡ་གི་སྐབས་ལ་རིགས་སྐྱེ་བའི་རིགས་པ་ནང་བཞིན་བྱས་ནི་ཨ་ནི་སྤྱི་མཚན་བཟུང་ཡུལ་དུ་བྱས་ཡོད་པ་ཡིན་ན་སྤྱི་མཚན་བཟུང་ཡུལ་དུ་བྱས་པའི་སྐབས་ལ་དཔེར་ན། ཤིང་འཛིན་རྟོག་པ་ལྟ་བུ་དེ་ཡི་ཤིང་སྤྱི་བཟུང་ཡུལ་དུ་བྱས་ཡོང་དུས་དེ་འདྲའི་ཤིང་འཛིན་རྟོག་པ་དེ་ལ་ཤིང་ས་ཕན་ཚུན་རྗེས་སུ་འགྲོ་བ་ལྟ་བུ་འདང་གི་རེད། གལ་སྲིད་གཤིན་རྗེ་ལྟོ་བ་བློ་མ་འཁྲུལ་བ་ཡིན་ན་གཤིན་ས་ཕན་ཚུན་འཇིགས་སུ་འགྲོ་བ་ཐག་གི་རེད་དེའི་རྩ་མདའ་འཇིགས་སུ་འགྲོ་བ་མེད་པ་ཡིན་ཙང་ཨ་ནི་སྤྱི་མཚན་དེ་གང་གནང་བ་ཡིན་གྱི། གཅེས་འཛིན་རྟོགས་པ་ལ་གང་གནང་བ་དེ་དམ་པའི་དོན་དུ་གྲུབ་ཡོད་མ་རེད་ཟེར་བ་འདུག་བྱས་ནས་གྲུབ་པ་རེད་པ་དེ་འགྲུབ་ཡོང་དུས་ད་ལྟ་འདིའི་སྐབས་སུ་ཡང་ད་ག་རང་སྤྱི་མཚན་བཟང་ཡུལ་དུ་བྱེད་ཀྱི་ཡོད་ན། ཨ་ནི། སྤྱི་མཚན་བཟུང་ཡུལ་དུ་བྱས། དེའི་སྟེང་དུ་བློ་མ་འཁྲུལ་བ་ཡིན་པར་ཁས་བླངས་ན་ཨ་ནི་གསང་བ་ཕན་ཚུན་སྐྱིད་འགྲོ་བྱེད་དགོས་ཀྱི་རེད། དེ། བྱེད་དགོས་ཀྱི་རེད་དེ། རྩ་བ་ཕན་ཚུན་སྐྱིད་འགྲོ་བྱེད་ཀྱི་མ་རེད་ལ་འཇིགས་སུ་འགྲོ་བའི་སྤྱི་དོན་གཞན་ཡོད་མ་རེད་ཟེར་དུས་བྱས། དེ་རྒྱས་པར་འཆད་པ་ནི། འཆད་པ་རང་མཚན་རྣམས་ལ་དོན་དམ་པ་བརྗོད་བྱེད་ཀྱི་སྒྲ་དང་འཇུག་པ་སྲིད་པ་ཡང་ཡོད་པ་མིན་ཏེ། དོན་དམ་པ་བརྡ་འཇུག་པ་མེད་པའི་ཕྱིར། དེའི་མཐར་འཆད་པ་རང་མཚན་ཕན་ཚུན་རྗེས་སུ་འགྲོ་བ་མེད་པའི་ཕྱིར། འདུ་བྱེད་ཡོངས་འདུའི། དེ་ལས་སྤྱི་ཤན་ཐ་དད་པ་ཡོད་མིན་ཐ་དད་བློ་མེད་ཕྱིར། དེ་ཕྱིར་དབང་པོ་ལས་སྤྱིའི་བློ་ཐམས་ཅད་ཁྱད་པར་ཡོད་ཅན་ཡིན། ཁྱད་པར་རྣམས་ལ་སྒྲ་དག་ན་འཇུག་པ་སྲིད་པ་ཡོད་མིན་ཏེ་འདིར་ཁྱད་པར་རང་མཚན་ལ་འཇུག་པའི་སྒྲ་དག་ལ། ཁྱད་པར་རང་མཚན་ཕན་ཚུན། ཁྱད་པར་རང་མཚན་ནང་ལ་དོན་དམ་པ་རྗོད་བྱེད་ཀྱི་སྒྲ་འཇུག་པ་ཡོད་པ་མིན་སྲིད་ཁྱད་པར་འཇུག་པར་སྲིད་པ་ཡོད་མིན་དེ་སྲིད་ཁྱད་པར་རྗེས་འགྲོ་མེད་པས་ན་སྒྲ་འཇུག་པ་ནི་མེད་ཕྱིར་རོ། ཁྱད་པར་རང་མཚན་ཕན་ཚུན་རྗེས་སུ་འགྲོ་བ་མེད་པ་ཡིན་ཙང། ནི། རྗོད་བྱེད་ཀྱི་སྒྲ་རྣམས་ཀྱི་ཡུལ་གང་ཡིན་པ་དེ་ཉིད་ལ་བདག་དེ་རྣམས་ཉིད་སྦྱོར་བར་བྱེད་ཀྱི་རེད་ལབ་དུས། རྟོག་པས་བདག་སྦྱར་བ་ཙམ་ཞིག་རེད་མ་གཏོགས་ས་བ་ཕན་ཚུན་རྗེས་སུ་འགྲོ་བ་ལ་སོགས་པ་དང་ནི་དོན་མ་འཁྲུལ་བ་ཞིག་ལ་ནི་བདག་སྦྱར་བ་མ་རེད། སྔ་མིའི་དངོས་པོའི་གནས་ལུས་ལ་མ་ཞུས་པའི་དོན་ཞིག་རང་གི་བློ་ཡུལ་དུ་བཟོས་ཀྱིས་ཨ་ནི་བརྗོད་བྱེད་ཀྱི་སྒྲ་འཇུག་གི་རེད་ད་དེ་ལས་གསུང་གི་ཡོད་རེད། དེ་ག་འདྲས་རེད་ཟེར་ལ་ན། དོན་དམ་པར་བརྗོད་བྱེད་ཀྱི་སྒྲ་དག་འཇུག་པ་སྲིད་པ་ཡོད་པ་མ་རེད། དོན་དམ་པར་བརྗོད་བྱེད་ཀྱི་སྒྲ་མི་འཇུག་པའི་རྒྱུ་མཚན་ག་རེ་རེད་ཟེར་ལ་ན། ཨ་ནི། ག་རེ་རེད་ཟེར་ན། ད། བུམ་པ་ལྟ་བུ་དེ། དོན་དམ་པ་རྗོད་བྱེད་ཀྱི་སྒྲ་ཡི་བརྗོད་བྱ་མ་རེད། འོ་ན་ག་འདྲས་རེད་ལབ་ན་བུམ་པ་ལྟ་བུ་དེ་ལ། རྟོག་པའི་ཀུན་སློང་གི་ཆ་ནས་བུམ་པ་ལ་ཡང། ཁོ་རང་དངོས་པོའི་གནས་ལུགས་ལ་ཞུགས་པ་མ་ཡིན་པའི་དོན་ཞིག་བུམ་པའི་རྣམ་པ་ཞེས་རྐྱེན་གྱི་དོན་སྤྱི་གཅིག་བཟོས་ནས། བུམ་པའི་རྣམ་པ་དང་འདྲ་བའི་དོན་སྤྱི་གཅིག་བཟོས་ནས་དོན་སྤྱི་དེ་ཉིད་ལ་འཁྲུལ་གྱིས་ཨ་ནི་འདིའི་བུམ་པ་དེ་གཅིག་རེད་གཉིས་རེད་ཟེར་ལབ་ཆེད་རྗོད་བྱེད་ཀྱི་སྒྲ་དེ་གིས་བརྗོད་དགོས་ཀྱི་རེད། དེ་ལྟར་མ་ཡིན་པ་ཞིག་ནི་དོན་དམ་པ་བུམ་པ་བརྗོད་ཀྱི་ཡོད་ན། ཨ་ནི་དཔེར་ན་ང་རང་ཚོ་བུམ་པ་དེ་རྗོད་བྱེད་ཀྱི་སྒྲ་ཡིས་བརྗོད་ཡོང་དུས་བུམ་གསར་གྱི་རིགས་ཐམས་ཅད་མ་སྤངས་པ་བརྗོད་ཀྱི་ཡོད་རེད། ཡིན་པ། རིགས་གཅིག་བརྗོད་པ་དེའི་ཚེ་ན་རིགས་ཅན་གཞན་མ་སྤངས་པའི་སྒོ་ནས་བརྗོད་ཀྱི་ཡོད་རེད། རིགས་ཅན་གཞན་མ་སྤངས་པའི་སྒོ་ནས་བརྗོད་ཡོང་དུས་རིགས་ཅན་སོ་སོ་སོ་སོ་ནི་རེ་རེ་ནི་དཔེར་ན་ནི་བུམ་པ་ཡིན་པ་ལྟ་བུ། གསེར་བུམ་བཟང་པོ་ལ་སོགས་པ་ཐམས་ཅད་བུམ་པའི་རིས་སུ་གཏོགས་པ་ལྟ་བུ། བུམ་པ་ཡང་དེ་དག་ལ་རྗེས་སུ་འགྲོ་བ་ལྟ་བུ་ཞིག་ནི་བརྗོད་ཡོང་དུས་དགོངས་ལ། དོན་དམ་པར་བརྗོད་དགོས་ཡོད་ན། ཨ་ནི་རྟོགས་པའི་སྣང་བ་ལ་ཇི་ལྟར་ཡོད་པ་དེ་ལྟར་དུ་དོན་ལ་གྲུབ་དགོས་ཀྱི་ཡོད་པ་སོང་ཙང་ཨ་ནི་ས་བ་ཕན་ཚུན་རྗེས་སུ་མི་འགྲོ་བ་ལ་སོགས་པའི་སྐྱོན་དེ་རང་གི་རྒྱུ་ཡོད་དགོས་རེད། དུ་བྱས། དཔེ་བཞག་ན་འདི་འདྲ་ཞིག་ཡིན་པ་རེད། ཤིང་གསལ། ཤ་བ་ལྟ་བུ་དེ་ཤིང་ཡིན་པ་བརྗོད་ཡོང་དུས། ཤ་བ་ཤིན་ཏུ་འཛིན་པའི་རྟོག་པ་དེ་ལ། དངོས་གནས་བཤད་ན་ཤ་བ་དེ་ཉིད་ཤིང་དང། ངོ་བོ་གཅིག་ཏུ་གྲུབ་པ་ལྟ་བུ་སྣང་བའི་སྒོ་ནས་བརྗོད་དགོས་ཀྱི་ཡོད་རེད་ད་ང་རང་ཚོ་དེ་རྩོད་པ་སྤྱི་སྟངས་མང་པོ་རེད། གལ་སྲིད་དེ་མ་བརྗོད་པ་ཡིན་ན་ཟླ་བ་དང་སྐར་མ་ལྟ་བུ་ཕན་ཚུན་འབྲེལ་མེད་དོན་གཞན་ལྟ་བུ་ཆགས་འགྲོ་གི་ཡོད་རེད་དེ་འདྲས་མ་ཡིན་པ་སོང་ཙང་ཤིང་སཱ་ཕན་ཚུན་འདྲིས་པ་བརྗོད་ཀྱི་རེད་ཤིང་སཱ་ཕན་ཚུན་འདྲིས་པ་གནང་གི་རེད། གཤིན་ས་ཕན་ཚུན་འདྲིས་པར་སྣང་བ་དེ་གཤིན་ས་ཐམས་ཅད་གཤིན་ཡིན་པར་སྣང་ཚུལ་ད་ག་རང་གི་ཐུགས་ནི་གཤིན་ས་ཕན་ཚུན་འདྲིས་པར་སྣང་གི་རེད་འདྲིས་པར་སྣང་ན་ཡང་གཤིན་ས་ཕན་ཚུ་འདྲིས་པ་མ་རེད་པ་འོ་དེ་ཡིན་པ་སོང་ཙང་ཨ་ནི་དོན་དམ་པ་བརྗོད་བྱེད་ཀྱི་སྒྲ་ཡིས་བརྗོད་ཐུབ་ཀྱི་མ་རེད་སོང་ཡང་དེ་ཡིན་པ་རེད་ད་ལྟ་དེ་ལ་ཡང་ཁྱད་པར་རང་མཚན་ཕན་ཚུན་རྗེས་སུ་འགྲོ་བ་མེད་པའི་ཕྱིར་སྔ་མ་ལ་ཁྱབ་པ་ཡོད་དེ། བརྗོད་བྱེད་ཀྱི་སྒྲ་རྣམས་ཀྱི་ཡུ་ཡང། ཡུ་ཡང། འདྲི་རེད་འདུག་བས། བརྗོད་བྱེད་ཀྱི་སྒྲ་རྣམས་ཀྱི་ཡུ། རྗོད་བྱེད་ཀྱི་སྒྲ་རྣམས་ཀྱི་ཡུལ། ཡུལ་ཡང། གང་ཡིན་པ་དེ་ཉིད་ལ། རེད་པས། དེ་རྩ་བ་ལ་བ་ཞེས། ཚིག་འདྲ་སྟངས་གི་ཆ་ནི་སྒྲ་རྣམས་ཡུལ་ཡང་གང་གི་ཉིད་ཟེར་ཡ་དེ་ཡིན་པར་བ། གང་ཡིན་པ་དེ་ཉིད། དེ་ཉིད་ལ་རྟོག་པའི་བརྡ་དེ་རྣམས་ཉིད་སྦྱོར་བར་བྱེད་པའི་ཕྱིར། རྗོད་བྱེད་ཀྱི་སྒྲ་ཡི་ཐ་སྙད་ཇི་ལྟར་བཏགས་པ་ལྟར་དུ་རྟོག་པའི་དེ་ལྟར་དུ་ཞེན་གྱི་རེད། དེ་འདྲའི་རྒྱུ་མཚན་གྱི་ཐུགས་ནི། དཔེར་ན། གཟུགས་ཀྱི་དོན་སྤྱི། རེ་བ། གཟུགས་ཀྱི་སྤྱི་དོན་ཤེས། དེ། སྒྲ་དང་རྟོག་པའི་གཟུང་དོན་ཡིན་ན། དེ་ནི་གཟུགས་དེ་དོན་དམ་པ་བརྗོད་བྱེད་ཀྱི་སྒྲ་ཡིས་བརྗོད་བྱ་ཆ་འགྲོ་བ་རེད། ང་ཚོ་དུ་ལབ་སྟངས་ཤེས་པ་ཡིན་ན། སྐབས་འགའ་ཞིག་ལ་ཡང། དོན་དམ་པར་བརྗོད་ཟེར་ལབ་ཡོང་དུས་གོང་ལ། སྤྱི་མཚན་ལ་སོགས་པ་དང། ཡང་མེད་ན་སྣང་བ་ལ་སོགས་པ་གང་དང་ཡང་མ་འདྲིས་པར་རྗེན་པར་བརྗོད་པ་ལྟ་བུ་བྱེད། ང་ཚོ་སྐབས་འགའ་ལ་ཡང། བརྗོད་དུ་མེད་པའི་དངོས་པོ་ཟེར་གྱི་ཡོད། བོད་ཀྱི་དྲང་ངེས་ནང་ལོགས་ལ་ཡང། དེའི་སྐབས་སུ་བྱས་ཙང་བརྗོད་བྱེད་ཀྱི་སྒྲ་ཡིས་བརྗོད་ཡོང་དུས་གོང་ལ། སྤྱི་བརྗོད་པའི་སྒོ་ནས་བརྗོད་པ་ཙམ་མ་གཏོགས་དོན་དམ་པར་བརྗོད་ཐུབ་ཀྱི་མ་རེད། དོན་དམ་པར་སྒྲ་ཡི་བརྗོད་བྱ་འཆར་བ་ཡིན་ན། དེ་ནི་དཔེར་བཞག་ན་མེ་ལྟ་བུ་ཅིག་དོན་དམ་པར་ཁ་ནས་བརྗོད་ཀྱི་ཡོད་ན་ཨ་ནི་ཁོ་རང་དོན་རང་མཚན་མེད་ཁོ་རང་བརྗོད་ཀྱི་ཡོད་ན་ད་ཁ་ནས་མེ་འབར་ཡོང་བ་ལྟ་བུ་འོ་ད་དེ་འདྲའི་གི་བསམ་བློ་བཏང་དུས་གོང་ལ་ཡང་འདི་ཡང་ཅིག་ང་ང་ཚོས་ཅིག་དེ་ལྟར་བརྗོད་བྱས་ན་མཐའ་འགྲོ་གི་རེད། གང་དྲན་དྲན་རེད་ཞེས་པ་ལྟ་བུ་དེ་འདྲ་མ་རེད། དོན་དམ་པར་བརྗོད་ལབ་དུས་གོང་ལ་གོ་རྒྱུ་ཅིག་ཡོང་བ་རེད། དཔེར་བཞག་ན་ང་རང་ཚོ་སྐྱག་ལག་གཅིག་དངུལ་ཕོར་དང་སྐྱག་ལག་གི་དངུལ་ཕོར་གཅིག་ལ་ཡར་བརྩིས་པ་ཡིན་ན། དངུལ་ཕོར་གནས་ཚུལ་གྱིས་ཁོ་རང་སྐྱག་ལག་དེ་ངོ་མ་དེ་ད་ཁོ་རང་རག་སོང་ཟེར་ལབ་སྡོད་དགོས་ལ་ཨ་ནི་ཁོ་སྐྱག་ལག་དོན་དངོས་གནས་དེ་ཁོ